ཨོ་དེ་རེད་དེ་ནི་ད་ང་ཚོ་གི། འདྲ་པར་འདི་ནང་ལོག་གི་ད་འདྲ་པར་འདྲ་མིན་སྣ་ཚོགས་ཀྱི་འདུག་འདི་འདྲ་པར་འདི་ཚོ་བཟོ་བ་ལ། ཨ་ནི་ད་ང་ལ་འདྲ་པར་ག་རེ་དགོས་ཀྱི་ཡོད་མེད་དང་འདྲ་པར་དེའི་ནང་ལོག་གི་ཆ་ཆུ་དང་རྒྱབ་ལྗོངས་དང་དེ་ནས་དུག་ལོག་ག་རེ་གོ་དགོས་ཀྱི་ཡོད་མེད་དང། ཨ་ནི་འདྲ་པར་གི་བཟོ་ལྟ་དང། ཚོན་མདོག་ག་རེ་དགོས་ཀྱི་ཡོད་མེད་ལ་སོགས་པ་དེ་ཚོ་ཚང་མ་དེ་ང་ཚོ་གི་ཡིག་ཐོག་ལ་དཀྲི་དགོས་ཀྱི་ཡོད་རེད་དེ་འདྲ་དེ་མ་ཚད་ཀྱི་དབྱིན་ཇིའི་ནང་ཡིན་ན་ཡང་ཁོ་རང་གི། མང་ཆེ་ཤོས་དེ་ད་ཁོ་རང་གི།

ད་བོད་ཡིག་ཡག་པོ་ཡོད་ན་ད་བོད་ཁྱེད་རང་ལ་དཀའ་ངལ་དེ་སེལ་སོང་བ་རེད། དེ་འདྲ་བྱེད། དེ་འདྲ་བྱེད་དེ་ནས་ད་འདི་མཚམས་ནས་ང་ཚོ་གི་བོད་ཡིག་ནང་བཀྲི་དགོས་ཀྱི་ཡོད་རེད་ད་བཀྲི་ཐོག་ན་ང་ཚོ་གི་དཔེ་མཚོན་གྱི་གི་ལམ་ནས་ད་ང་ཚོ་ཚོད་ལྟ་ཞིག་བྱེད། འདི། ཨ་ནི། བོད་ཡིག་ནི་དབྱིན་ཇིའི་རེད་འདུག་ཨ་འདི་ང་ཚོ་གི་འདི་མཚམས་ནས་བོད་ཡིག་འདེམས་དགོས་ཀྱི་ཡོད་རེད་ད་འདི་མཚམས་ནས་བོད་ཡིག་བསྟན་ཏེ། འདི་ན་དབྱིན་ཇིའི་ནང་བསྒྱུར་དགོས་ཀྱི་འདུག་ཨ་དབྱིན་ཇིའི་དང་རྒྱ་ཡིག་ནང་བསྒྱུར་ན་འགྲིག་དགོས་རེད་ད་ད་སྐད་ཅིག་སྐད་ཡིག་འདི་གི་ད། དགོས་ཚུལ་ཡག་གི་སྐད་ཡིག་ཡག་ཤོས་དེ་དབྱིན་ཇི་རེད་དེ་འདྲ་ཡིན་དུས་ན། ང་ཚོ་གི་ད། ཀོང་རི་ཡོད་ས་ཀོང་རི་གི་མདུན་ལ་ཨཱ་ནི། ཆུ་དང། དེ་ནས་རྩྭ་ཐང་ཡོད་པ། ཨཱ་ནི། དེའི་ནང་ལོགས་ལ་ད་ལུག་དང། དེ་ནས་ཡང་སྤུ་གུ་ཆུང་ཆུང་དེ་ཚོ་རྩེད་མོ་བྱེད་གི་ཡོད་པ་དེ་འདྲ་གི་འདྲ་པར་གྱི་དགོས་ཟེར་ང་ཚོ་ཕན་ཚུན་འདི་ཚོ་ཡོད་ཨང། དེ་འདྲ་ཡིན་དུས་ན་ག་འདྲ་བྱེད་དགོས་གི་ལགས་ན། ཨཱ་ནི། དང། པོ།

འཇའ་དངུལ་སིལ། གངས་རི། མང་པོ་ཡོད་པ། ཨ་ནི། ཨ་ནི། ལུག་ཁྲུས། དང། འབྲོག། འབྲོག་ཆས། རྣམས་དང། ལྷན་དུ་ཡོད་པ། དེ་ནི་ཨ་ནི་མེ་ཏོག་སྣ་ཚོགས་བཞད་ཡོད་པ། ཨ་ནི་ལོང་བ་ལོང་པ་ཡང། ཆེ་བ་ནི་འཇིགས་ཆེ། འདི་འདྲ་བྱས་ན་ཁོ་རང་གི་དབྱིན་ཇི་གི་ཏག་ཏག་བརྗེད་རང་གི་འདུག་ཨ། ཏག་ཏག་བརྗེད་རང་གི་འདུག་ད་ང་ཚོ་གི་ཚོད་ལྟ་གི་བྱས་ད་འདི་འདྲ་ཟེར་ཁྲིད་ན་ག་རེ་འདྲ་བོ་ཚོ་བཟོ་ཡོང་གི་འདུག་ང་ཚོས་ཅིག་ལྟ། དེ་ནི་འདི་ཙམ་ཡིན་ན་ནི་ང་ཚོ་གི་ངོ་ཤེས་ཟེར་དགོས་ཀྱི་གོ་བི་ཅི་འགོས། གོ་བི་ཅི་སོང། དེ་ནི་འདི་འདི་ཙམ་ན་ནི་གཉིས་འདུག་ཨ། Explorarias the Creations ཟེར་རྒྱུ་དེ་ཡོད་པ་གི་དེ་གི Creations ཟེར་རྒྱུ་གི་དེ་གི་སྒང་ལ་གཅིག་ནི་ཡིག་ཚང་མ་འདི་ནང་ངག་དེ་ནི་འདི་འདི་ན Create བཟོ་ཟེར་ར་གཅིག་འདུག་དེ་དག་གཅིག་ནི་ཡིན་ན་བཟོ་ཡི་དགོས་རེད། དེ་ན་འདི་བཟོ་བ་ལ་ཡང་དུས་སུ་འགོར་ཤོག་གི་རེད་ད་ཡང་ནི།

ཉིན་གཅིག་མོ་འདྲ་བཟོ་བྱ་འདུག་ཨ་འདི་འདི་གང་རུལ་འདུག་བུ་གུ་ཆུང་ཆུང་འདི་ཚོ་གི་རྩེད་མོ་རྩེ་གི་འདུག་མེ་ཏོག་ནས་འདུག་ལུག་ཕྲུག་ཆུང་ཆུང་ནས་འདུག་ཨ་འདི་ནི་ཆུ་ཕྲུག་ཡིན་ནམ་མ་ལུག་ཕྲུག་ཡིན་ནམ་མ་ཤི་བ་དེ་འདྲ་བོ་དང་རྒྱུག་ཆུ་ཡང་མཐོང་གི་འདུག་ཨ་ནི་ད་སྤོབས་པ་གི་བཟོ་ལྟ་འདྲ་བོ་གང་ལ་གང་འཚམ་ཞིག་ཡོང་འདུག་ཨ་འོ་འདི་འདྲ་ཅིག་རེད་དེ་ནི་ད་འདི་ལ་དཔེ་དེ་ཉིད་ཡ་དེ་འདི་ང་ཚོ་གི་ཏན་ཏན་གི་སྤྲེལ་རྒྱུག་གི་ཡི་གེ་འདི་ཚོ་ཚང་མ་ད་འདི་འདྲ་རེད་འདི་ཡང་བསྐྱར་ཁྱེད་རང་གི་ངོ་ཤེས་ཀྱི་ནི་འདི་ཁོ་ཕིས་ར་ཅིག་འདུག་ཨ་ཁོ་ཕིས་ཀྱིས་དེ་ནས་དེའི་ནང་ཡར་རྒྱས་གཏོང་དགོས་པ་དང་མཚོན་རྟགས་ད་གཟོད་པས་གསར་བ་འགོ་གི་འདུག་གས་ཡང་ན་དེའི་ནང་ལ་ཡང་གཅིག་གཞན་པ་ག་རེ་འགོ་དགོས་ནའང་ཁོམ་པ་ཡོད་པ་ད་གཟོད་འགོ་གི་འདུག་གས་ཟེར་ཡང་དེ་ཚོ་ཚང་མ་ངོ་ཤེས་ཀྱིས། དེ་ནས་ཁྱེད་རང་གི་ཡང་བསྐྱར་འདི་ནས་ང་སང་ང་བསྐྱར་དུ་འདིའི་ནང་ནས་ཁ་གསབ་བྱེད་ཆོག་གི་ཡོད་རེད། ཁ་གསབ་ཀྱིས་དེ་འདྲ་བྱས་ཡིན་ན་ཡང་ཧ་ཅང་གི་མང་པོ་བྲི་སྙན་གི་མ་རེད་མང་པོ་བྲི་བ་ཡིན་ན་ཡང་འདི་གི་ས་སྐྱ་འདིའི་ནང་ང་ཁོ་རང་གི་ཡི་གེ་གི་ཚད་གཞི་ཅིག་ཡོད་རེད་ཚད་གཞི་དེ་རིགས་མང་སོང་ན་ཁྱེད་རང་གི་ཡི་གེ་དེ་ཚོ་ཚང་མ་གསུབ་བྱ་གི་རེད་དེ་ནས་ཡང། ཨ་ཨ་བཟོ་ཐུག་མ་རེད་དེ་འདྲ་བྱས་ད་བཟོ་སྟངས་དེ་འདྲ་བོ་ཅི་རེད་ན་འདི་ལ་དཔེ་དེ་གཉིས་ད་ཁྱེད་རང་ག་ག་རུ་བགོ་བ་ཁྱེད་རང་ག་ག་རུ་བཀྲི་བ་ཡིན་ན་འདི་ཚོ་ཚང་མ་འདི་ནང་བཀྲི། དེ་ནས་ད་ཡིན་ཅིག་འདི་ངོ་ཤེས་ཅིག་ནས་ཕུག་འདི་ནང་ནས་ངག་ཡིན་ན་ད་ཁོ་རང་གི་བཟོ་ཡིན་དགོས་རེད་དེ་ནས་ཁྱེད་རང་གི་ཚོ་ད་ཡོང་ནས་བསྐྱར་དུ་ཅིག་ད་དེ་ནས་ད་ཨ་ནི་སོ་སོར་ཤོག་མ་ཆག་འགྲོ་གི་རེད་དེ་འདྲ་ཅིག་བྱས་ཨ་ནི་ད་ངས་རྗེས་མ་ནང་ནས་ད་ང་ཚོ་གི་འདི་ནང་ཨ་ཁོ་ཕི་ལོག་ཏྲི་ཟེར་ཡ་ཅིག་ད་ཁོ་ཕི་ལོག་ཏྲི་ཟེར་རྒྱུ་དེ་ཚང་མའི་ངོ་སྤྲོད་དེ་བྱེད་ཀྱི་ཡིན་ངས་རྗེས་མ་ནང་ཟུག་རུང་ན།